སྡུག་བསྔལ་མྱོང་ཡ་ལ་ནི་གྲོགས་བྱེད་ཐུག་གི་མི་འདུག་རང་གི་སྡུག་བསྔལ་དེ་དེ་ནས་ཕར་ཆེད་བགོ་བཤའ་རྒྱག་ས་ལ་ནི་དེ་དག་གི་གྲོགས་བྱེད་མ་ཐུབ་ན་དེ་ནི་ཆོས་སྒྲུབ་པ་ལ་གེགས་བྱེད་པ་ཙམ་ཞིག་རེད་མ་གཏོགས་དེ་ནི་མཛའ་བཤེས་མང་པོ་ཡོད་བསྡད་པ་ཡིན་ན་ཡང་ད་ཕན་ཐོག་མེད་པ་ཞིག་རེད་འདུག་ཟེར་ནས་ཁ་ཚང་གསུམ་པོ་རེད་པ་གསུམ་ནས་ད་ཁྱིམ་བདག་དཔའ་ཆེན་གྱིས་ཞུས་པའི་མདོག་གི་ལོངས་སྤྱད་ཧ་གྲང་གྲང་བྱས་ནས་ཐུགས་སེ་བྱས་ནས་འགྲོ་ཟིན་པ་རེད་ད་དེ་རིང་ད་མཛའ་བཤེས་ཁྱིམ་བདག་དེ་ཚོ་བྲེལ་ཏེ་མགྲོན་ཁང་ནང་གི་མགྲོན་པོ་ནང་དུ་རེས། ད་མགྲོན་ཁང་ནང་ལ་མགྲོན་པོ་དེ་གཅིག་མཉམ་དུ་འཛོམས་ནས་དེ་རིང་ཕྱི་དྲོ་མཉམ་དུ་འཛོམས། དེ་ནས་ཁ་ལག་མཉམ་དུ་ཟ་སྐད་ཆ་བཤད། དེ་ནས་ཅིག་ད་ངས་ད་དེ་འདྲ་ཞིག་རེད་ད་སང་ཉིན་ང་འགྲོ། མགྲོན་ཁང་ནང་གི་མགྲོན་པོ་དེ་ཚོ་བྲེལ་ཏེ་འགའ་ཞིག་ཤར་ལ་འགྲོ་འགའ་ཞིག་ལྷོ་ལ་འགྲོ་དེ་ནས་འགའ་ཞིག་ནུབ་ལ་འགྲོ་བ་ལ་སོགས་པ་ཡང་ལས་དོན་དེ་ཚོ་ཡང་རང་རང་སོ་སོ་གི་ལས་དོན་རེ་རེ་འགྲོ་ཡས་ཡོད་རེད་དེ་ཚོ་བྱེད་དུ་ད་ཕྱོགས་སོ་སོ་ལ་འགྲོ་བ་མ་གཏོགས་མཉམ་དུ་འགྲོ་ཡས་ཡོད་མ་རེད། ཟླ་གཅིག་དུས་ཚོད་ཐུང་ཐུང་གཅིག་དང་ཕྱི་དྲོའི་ཆ་ཙམ་ཞིག་ལ་ཏག་གཅིག་གིས་ཟ་མ་ཟ་ཡ་གཅིག་དང་སྐད་ཆ་བཤད་ཡ་གཅིག་གི་དུས་ཚོད་ཅིག་དང་ཆུ་ཚོད་གཅིག་གཉིས་ཀྱི་བསྡད་ཡ་ཡོད་རེད་བ། དེ་ནས་བཟང་ཉིན་རྗེས་ནས་ཕྱོགས་སོ་སོར་འགྲོ་ཆགས་པ་མ་གཏོགས་མཉམ་འགྲོ་མཉམ་བསྡད་མཉམ་ཟ་བྱེད་ཡ་མེད་པ་ད་དཔེ་དེ་ཡོང་གི་ཡོད་རེད། ལམ་དང་བསྟུན་ནས་བཞུགས་པ་རྣམས་ཇི་ལྟར་གནས་ནས་འཛིན་བྱེད་ལྟར་དེ་རེད་བ། དེ་བཞིན་སྲིད་པའི་ལམ་ཞུགས་ལའང་སྐྱེ་བའི་གནས་ནས་ཡོངས་སུ་འཛིན།

ད་དགོང་མོ་རེར་ཡང་ཆུང་འབྲོག་ཁང་ནང་ལ་ཚོ་འཛོམས་བྱས་ནས་མཉམ་དུ་ཟ་མ་ཟ་ཡག་དང་མཉམ་དུ་བསྡད་པ་ལ་སོགས་པའི་རྟགས་སྣེ་གཅིག་ཏུ་འཛིན་གྱི་ཡོད་རེད་འདི་ག་ལ་གནས་ནས་འཛིན་ཚུལ་གནས་འདི་ག་རེར་འབྲོག་ཁང་ནང་དུ་རྟགས་འཛིན་པའམ་མཉམ་དུ་སྡོད་པར་བྱེད་པ་རེད། ཇི་ལྟར་གནས་ནས་འཛིན་བྱེད་ལ། རྟགས་འཛིན་བྱེད་ལ། ཏར་ཞེས་པའི་ཚིག་དེ་ག་བར་འགྲོ་དགོས་ཟེར་ན་གནས། ཇི་ལྟར་གནས་ནས་འཛིན་བྱེད། ཡིན་ན་ཡང་སང་ཉིན་མ་འགྲོ་དེ་ནས་ཕྱོགས་སོ་སོ་ལ་འགྲོ་བ་ལྟར་འདུག་ད་དེ་ཡང་དོན་དག་སོ་སོ་རྒྱབ་འོག་ཏུ་བ་ནུབ་མོ་འགྲུལ་ཁང་ནང་དུ་མཉམ་དུ་འཛོམས་ནས་མཉམ་དུ་བསྡད་པ་བྱས་ན་ཡང་སང་ཉིན་མཉམ་དུ་འགྲོ་རྒྱུ་མེད་པ་རྟག་ཏུ་མཉམ་དུ་མཉམ་ཟ་བྱས་ནས་མཉམ་སྡོད་ཀྱི་མཉམ་འགྲོ་བྱེད་ཡ་མེད་པ་དེ་ལྟར་དཔེ་དེ་ལ་བཞག་ནས། ད་དོན་དེ་ག་རེ་སྟོན་གྱི་ཡོད་རེད་ཟེར་ཡོང་དུས། དེ་བཞིན་སྲིད་པའི་ལམ་ཞུགས་ལ་ཡང་ད་སྲིད་པ། གཅིག་གིས་ད་དམྱལ་བ་ཡིན་ད་དུད་འགྲོ་ལ་སོགས་པ་དང་མི་དང་ལྷ་དང་ལྷ་མ་ཡིན་ག་བ་ཡིན་ན་ཡང་གཅིག་གིས་ད་འགྲོ་བ་རིགས་དྲུག་ལམ་རྒྱུད་ལྔ་སྐྱེ་གནས་བཞི་ལ་སོགས་པ་མང་པོ་ཅི་ཡོད་རེད། དེ་ལྟ་བུ་གིས་ད་གཅིག་སྐྱེ་བའི་གནས་གང་དང་གང་དུ་སྲིང་བ་ཡིན་ན་ཡང་སྲིད་པའི་གནས་གང་དང་གང་དུ་ཕྱིན་པ་ཡིན་ན་ཡང། དེ་བཞིན་སྲིད་པའི་ལམ་ཞུགས་པ་སོ་སོ་ལམ་རིང་པོ་ལ་ཞུགས་པས། ད་ནི་འབྲོང་བུ་ལྟ་བུ་སྐྱེ་བོ་དེ་ཚོ་ལ་ཡང། དེ་བཞིན་སྲིད་པའི་ལམ་ཞུགས་པའི་སྤྱི་བོ་དེ་ཚོ་ལ་ཡང་ལམ་ཞུགས་པའམ། སྐྱེ་བའི་གནས་ནས་ཡོངས་སུ་འཛིན་ནས་ཚེ་དུས་བརྩམས་པ་དག་ལས་སོ་སོར་བསགས་ཡོང་དུས་གཅིག་གི་ཚེ་རབས་སྔོན་མ་རྣམས་སུ་ལས་སོ་སོར་བསགས་པའི་དབང་གིས་ད་ལྟ་ལ་ལ་སྤུན་ཆགས་ལ་ལ་སྲིང་མོ་ཆགས་ལ་ལ་ཨ་ཞང་ཆགས་ལ་ལ་ཨ་ཁུ་ཆགས་ལ་ལ་ཚ་བོ་ཆགས་ཡ་ལ་ལ་ཚ་མོ་ཆགས་ཡ་ལ་ལ་གཅེན་པོ་ཆགས་ལ་ལ་སྐྱེས་མོ་ཆགས་ལ་སོགས་པ་མི་བཟང་གཅིག་གི་ནང་ལོགས་ལ་ཡ་གཅིག་གཅིག་གི་ནང་མི་མང་པོ་ཅིག་མཉམ་དུ་འཛོམས་ཏེ་ཡ་དེའི་གར་བྱེད་ནས་ཆགས་ཡོང་བ་རེད་ཟེར་དུས་ཚེ་རང་སྔོན་མ་རྣམས་སུ་ལས་དེ་དང་དེ་ལྟ་བུ་དག་ཅིག་མཉམ་དུ་འཛོམས་རྒྱུ་ཡོད་པ་མཉམ་དུ་ཅིག་ནང་མི་གཅིག་གི་ནང་ལ་ཡང་ཕ་མ་སྤུན་ཆང་གི་ཚུལ་དུ་སྟེར་རྒྱུ་ཡོད་པའི་གི་ལས་ཅིག་བསགས་ནས་ད་ལྟ་སྐྱེ་བ་འདི་ལ་ཡང་དག་ནང་མི་རྣམས་ལ་སྤུན་ཆང་དང་ཚ་བོ་ཚ་མོ་ལ་སོགས་པ་ཉེ་ཉེ་ལུང་མང་པོ་ཅིག་ཆགས་ཡོང་བ་རེད་ད་འདི་རེད་སྐྱེ་བའི་གནས་ཟེར་འདི་ག་ལ་སྐྱེ་བའི་གནས་དེ་ནང་མི་རྣམས་ལོ་ཁྱིམ་ཚང་གི་ནང་དུ་དེ་ནས་ཕ་མ་སྤུན་ཆག་དགའ་བོ་ཉེ་འབྲེལ་ལ་སོགས་པ་མང་པོ་ཅིག་མཉམ་དུ་ལུས་ཟེར་སྐྱེ་བའི་གནས་འཛིན་ཡོང་བ་རེད། ད་ལྟའི་ལས་ཡོངས་ལ་འཛིན་ཡོང་ར་བ་ལ་ལ་འདྲ་རེ་སོང་བ་ལ་ལ་གཉེན་འགྲོར་སོང་བ་དེ་ནས་ལ་ལ་ཅིག་གི་ཚ་ཞང་ལ་སོགས་པའི་འགྲོ་བ་ད་དེ་ཚོ་འགྲོ་ཡོང་དུས་ཡང་ཅིག་ལ་ལ་ཅིག་གི་ཚུལ་ལ་ཕན་བཏགས་དགོས་ན་ཡང་ཕན་མི་འདོགས་པ་གནོད་པ་སྐྱེལ་བ་ལ་སོགས་པ་དེ་འདྲ་ཡང་ཡོང་སྡད་ཀྱི་འདུག་ནང་མི་ནང་མི་ཡིན་ན་ཡང་ཅིག་གི་ཕ་མ་སྤུན་ཆ་གཅིག་པ་ཡིན་པ་ཡིན་ན་ཡང་ཡང་ལས་ཀྱི་འབྱོར་མཚམས་དེ་ལས་སོ་སོ་བ། ལས་བསགས་པ་སོ་སོ་བ་ཡིན་དུས་དེའི་དབང་གིས་འབྲས་བུ་ཡང་སོ་སོ་བ་སྨིན་དགོས་པ་ཡིན་དུས་གཅིག་ཕ་ལྟེ་བ་ཡིན་ན་ཕ་མ་སྤུན་ཆགས་ཟེར་དུས་གཅིག་ཆེན་པོ་ཡོད་དགོས་ཡ་མཐོན་པོ་ཡོད་དགོས་ཡ་གཅིག་ཕན་གཅིག་གིས་བལྟ་དགོས་པ་ཇི་འདྲ་ཞིག་ཡོང་གི་ཡོད་རེད་དེ་འགའ་ཤས་ཀྱིས་ནི་ཡང་གཅིག་ལ་གཅིག་གིས་གནོད་བསྐྱལ་ཡ་དང་གཅིག་ལ་གཅིག་ཁོང་ཁྲོ་ཟ་བ་ཁོ་ནའི་གི་ཐོག་ནས་དུས་འདའ་བ་མ་གཏོགས་ནང་མི་རྙོག་དྲ་ཅན་དང་ནང་མི་རྙོག་འཛིང་ཅན་གྱི་ཟོ་འདྲ་ཡ་དེ་ཚོ་ཡང་ལས་ཀྱི་དབང་གིས་བྱུང་བ་རེད་བསགས་པ་སོ་སོ་བ་དབང་གིས་བྱུང་བ་རེད་བ་དེ་འདྲ་ཡིན་དུས་སྐྱེ་བའི་གནས་ནས་ཡོངས་སུ་འཛིང་ཟེར་དུས་ད་ད་ད་མཉམ་དང་འཛོམས་འཛོམས་བསྡད་པ་རེད། ད་ལྟ་མཉམ་འཛོམས་རྫོང་གྲོང་ཚོ་དང་ནམ་ཞིག་ག་ལེ་ག་ལེ་ལ་བརྩེ་མེད་གཅིག་གིས་གཅིག་ཤེས་གཉིས་ཤེས་གསུམ་ཤེས་ད་ཚང་མ་སྟོང་གྲོགས་འགྲོ་བ། མི་ཚང་སྟོང་གྲོགས་ཡང་ཡོད་པ་རེད། མི་ཚང་མི་ཚང་སྟོང་སོང་ཆ་ཚང་སྟོང་སོང་བ་མ་ཡིན་ན་ཡང་གཅིག་གིས་སོ་སོ་གི་སྙིང་ནས་བརྩེ་བས་གཅིག་གིས་ད་གཅེན་པོ་གཅེན་མོ་སུ་ཡིན་ན་ཡང་དེ་ཚོ་ཡང་ཐག་རིང་པོར་འགྲོ་ཡག་འདྲ་བོ། གཉེན་པོ་དེ་ཡང་མི་འདུག་པ་འགའ་ཤས་ད་གཅིག་ཁྱིམ་ཚང་སྲུང་ན་ཆེད་དུ་ལ་ཤ་ལ་འགྲོ་དེ་ནས་གཅིག་གིས་སོ་སོ་སྲིང་མོ་འདྲ་བོ་ཡིན་ན་ད་ནང་བསྡད་ཀྱི་མ་རེད་ཁྱིམ་ཚང་སྲུང་དགོས་དུས་ཡང་ཁྱིམ་ཚང་གཞན་པ་ནང་ཡང་ད།

སྙན་ངག་སྔགས་དང་ད་ཅིག་གིས་དེ་འདྲ་ཡོད་ཅིག་མིང་སྲིང་ལ་སོགས་པ་ལ་ཞེན་ཆགས་སྐྱེས་པ་ཡིན་ན་ཆོས་སྒྲུབ་པའི་བར་ཆད་ཡོང་གི་རེད། དེ་ཡིན་དུས་སྐྱེས་པའི་གནས་ནས་ཡོངས་སུ་འཛིན་ཚེ་ལོ་སྐྱེ་བ་ཡོངས་སུ་འཛིན་པ་དེ་གནས་སྐབས་གཅིག་ལ་འཛིན་པ་རེད་གསུང་བ་རེད། གནས་སྐབས་གཅིག་ལ་སྐྱེ་བའི་ཡོངས་སུ་འཛིན་པ་སྐྱེ་བ་ཡོངས་སུ་འཛིན་པ་མ་གཏོགས་རྣམ་པ་ཀུན་ཏུ་འདི་ནས་ལྷན་ཅིག་ཏུ་ཚོགས་པའི་སྐྱེ་བ་ཡོངས་སུ་འཛིན་ཡ་ཡོད་མ་རེད། ག་རེ་ཟེར་ན། ཕ་རོལ་རྐྱེན་གཅིག་ལ་བརྟེན་ནས་ཕ་རོལ་ཏུ་འགྲོ་བའི་ཚེ་ལས་ཀྱི་དབང་གིས་སྣ་གནས་གཅིག་གིས་སོ་སོ་སོ་སོ་ཀྱི་ལམ་ཁ་ཅིག་དེད་ནས་འགྲོ་བ་རེད་མ་གཏོགས་གཅིག་པུ་གཅིག་ཏུ་མཉམ་དུ། ཚོགས་པ་ཅན་དུ་འགྲོ་ཡང་ཡོད་པ་མ་རེད་དེ་འདྲ་ཡིན་དུས་ཅིག་གིས་སྐྱེ་བ་སྔ་ཕྱི་ཐམས་ཅད་དུ་འགྲ་དུ་མེད་པའི་ཚོགས་པ་རེ་བས་ཟིན་ན་མ་རེད་བ། ཅིག་གིས་ཕ་མ་སྤུན་མཇལ་དུ་སོང་ད་ལོ་ཡང་ཕ་མ་སྤུན་མཇལ་གཅིག་པ་ལོ་གཞུག་མ་ཡང་གཅིག་པ་དཔེར་ན་གནས་གང་དུ་སྐྱེས་སྐྱེ་བ་གནས་རི་གང་དུ་སྐྱེས་པ་ཡིན་ན་དེ་ཚང་མ་མི་གཅིག་པ་གང་ཟག་གཅིག་པ་སེམས་ཅན་གཅིག་པ་ཅིག་རྟག་པར་ཡོང་གི་མ་རེད་བ། དེ་འདྲ་ཡིན་དུས་ཅིག་གིས་སྐྱེ་བ་སྔ་ཕྱི་ཐམས་ཅད་དུ་འགྲ་མེད་དུ་ཚོགས་པ་མ་རེད་དེ་ཆགས་ཡིན་དུ་དེ་སེམས་པ་ཆགས་རེག་གི་མ་རེད་སོང་བྱས་ནས་གནས་གཅིག་དང་ཞག་གཅིག་གི་མགྲོན་པོ་ལྟ་བུ་ཅིག་གི་འདུ་ཤེས་སྐྱེས་ཤག་པ་ཡིན་ན་ད་ནི་ད་ཡག་པོ་ཡོད་པ་རེད། དེ་ཡིན་དུས་ད་དེ་ལ་འགྲོ་མགོ་དེ་ཚོ་ལ་ཡང་སེམས་ཆགས་མི་རུང་བ་སོང་བ་རེད་བ། ཤིན་ཏུ་དག་ཅིག་གིས་ཕངས་པ་དང་ཤིན་ཏུ་སྐྱིད་པ་དེ་ལྟ་བུའི་འཛིན་པ་སྐྱེས་མི་རུང་བ་སོང་བ་རེད། མདོག་གི་ནང་ལ་བསམ་གཞིག་ཡོད་ན་མི་དག་མི་དག་མི་དག་པའི་མདོག་གཉིས་ཡོད་རེད་ད་མདོག་སེང་དེ་མི་དག་པའི་མདོག་ག་གི་ནང་ལ་ཡོད་ང་ཞུ་ཡག་མི་འདུག་མི་དག་པའི་མདོག་སེང་གཉིས་ཡོད་རེད་མི་དག་པའི་མདོག་སེང་གང་ཡང་རུང་གཅིག་གི་ནང་ལ་གསུངས་པ་རེད་དེ་ནང་ལ་སྐད་ཅིག་གི་ཚད་ལ་མཐུན་པའི་ཉིན་བཞིན་ནམ་སྐད་ཅིག་གི་ཚད་སྐད་ཅིག་གི་ཚེ་ཟེར་ཚེ་དེ་སྐད་ཅིག་རེད་བ། དེ་འདྲ་ཡིན་དུས་སྐད་ཅིག་གི་ཚེ་ལ་མཐུན་པས་ཟེར་དུས་མཐུན་པའམ་མཉམ་དུ་གཤིབ་བདེ་བས་ཀྱི། ཉེ་བཞི་རྣམས་ཉག་རིང་པོ་ཉེ་ག་བོ་ཤ་བོ་བཞི། ཉེ་བཞི་ཟེར་བའི་སྐབས་སོགས་ལ། འདི་ནི་ཕ་མ་སྤུན་དེ་ཚོ་ཚང་མ་དེ་ཉེ་བཞི་རེད་ང་ཚོ་ད་ཁམས་པ་དེ་ཚོ་སོགས་ནི་ཉེ་བཞི་རྩ་ལག་ཟེར་གྱི་འདུག་བ། ཉེ་བཞི་ཟེར་དུས་ཕ་མ་དེ་ཚོ་ལ་ཡང་ཉེ་བཞི་ཟེར་གྱི་བ་རེད་སྤུན་དང་སྤུན་སྲིང་མོ་དེ་ཚོ་རྩ་ལག་ཟེར་དུས་ད་ཚ་བོ་ཚ་མོ་ལ་སོགས་པ་དེ་ཚོ་རྩ་ལག་རེད་བ་དེ་འདྲ་ཡིན་དུས། སྐད་ཅིག་གི་ཚེ་ལ་མཐུན་པས་ཉེ་བཞི་རྣམས།

དེ་རིང་ང་ཕ་ནས་སུ་པོ་ར་ནས་ཡོང། འགའ་ཞིག་ཡང་ད་རྒྱ་གར་ནས་ཚུར་ཡོང་ད་དོ་དགོང་འགྲོ་ཁང་གཅིག་ལ་མཉམ་དུ་འཛོམས་པར་རེ་བ། ད་དེ་འཛོམས་ཡང་དེ་སྐད་ཅིག་ཙམ་ཕྱིར་མ་གཏོགས་ཏག་ཏག་འཛོམས་གི་ཡོད་མ་རེད་དེ་འདྲ་ཡིན་དུ་སྐད་ཅིག་ཚད་ལ་ཐོན་པས། དེ་རེ་བ་ད་དོན་དག་དེ་ད་ལྟ་ཕ་མ་སྤུན་ཆ་དེ་ཚོ་ཡང་སྐད་ཅིག་གི་ཚད་རེད་ཚད་ནི་སྐད་ཅིག་ལྷུ་བ་དེ་ལུས་ནས་ཐང་ཆེན་སྙིང་པོ་ཞིག་ནས་ག་ཚ་མགོ་ལ་ཡོད་བ་ཚད་དེ་སྐད་ཅིག་མ་རེད་དེ་འདྲ་ཡིན་དུ་སྐད་ཅིག་ཚད་ལ་ཐོན་པས་ངེས་ཤེས་གནང། བཟང་པོ་ནང་དུ་རེག་བཟང་ངན་བཞི་ཡོང་ན་ངན་བཞི་ཡོང་ངེས་པ་ཡོད་མ་རེད། དེ་འདུག་སྐད་ཅིག་ཚིག་ལ་མཐུན་པའི་ངན་བཞི་རྣམས་པས་དེ་ཇི་ལྟ་བུ་དགོས་རེད་ཟེར་ཡོང་དུས་མགྲོན་པོ་གནས་མཐུན་འདྲ་སྟེ། དེ་རིང་ཕྱི་དྲོ་མགྲོན་པོ་ཐམས་ཅད་གནས་ལ་མཐུན་ཡོང་དུས་འགྲོ་ང་ནང་ལ་གནས་ལ་མཐུན་ཡོང་དུས་སྐད་ཆ་བཤད། སང་ཉིན་ད་ག་ག་འགྲོ་རྒྱུ་ཡིན་པ་རེད་དེ་ཧ་གོ་བར་རེ་བ། དོགས་གནས་མགྲོན་པོ་ཐམས་ཅད་དགེ་ཞིང་རབ་མ་གཏོགས་སང་ཉིན་མཉམ་དུ་འགྲོ་གི་རེད་བསམ་པ་སང་མོ་དེ་ཡོད་མ་རེ་བ། ཁོ་ཤར་ལྷོ་ནུབ་བྱང་ཕྱོགས་སོ་སོ་ལ་འགྲོ་ཡ་ཡིན་པ་དེ་བརྒྱ་ཆ་འདྲ་རྒྱག་རེད་དེ་འདྲ་ཡིན་དུས་མགྲོན་པོ་གནས་མཐུན་བརྩམས་ཏེ་སོ་སོར་འགྲོ་ཟེར་སང་ཉིན་སོ་སོ་གི་ལས་གང་བསགས་ཡོད་ན་དེའི་རྗེས་སུ་འགྲོ་རྒྱུ་རེད། ལས་ངན་པ་བསགས་མཁན་དེ་ཚོ་དེའི་རྗེས་སུ་འགྲོ་དགོས་ཀྱི་རེད། ལས་བཟང་པོ་བསགས་མཁན་ཐམས་ཅད་དེ་ལས་བཟང་པོའི་རྗེས་སུ་འགྲོ་དགོས་ཀྱི་རེད་བ། དེ་འདྲ་ཡིན་དུས་ད་ཚིག་རྐང་གཉིས་རང་ནང་དུ་ཡོད་མ་རེད། དེ་ཚིག་རྐང་གཉིས་དེ་རེད། སྐད་ཅིག་ཚད་ལ་མཐུན་པའི་ཉིན་བཞིན་ནམ། མགྲོན་པོ་གནས་མཐུན་ཙམ་དེ་སོ་སོར་འགྲོ། འོ་དེ་རེད། ད་དེ་འདྲ་བ་རེད་དེ་ཡིན་དུས་ད་དོན་དག་དེ་གཅིག་གི་ལམ་དུ་ཞུགས་པའི་མགྲོན་པོ་ལྟ་བུ་རེད།

ལན་དུ། ལས་ཀྱི་དེ་ཚ་དུས། ད་ནང་འཇིག་རྟེན་གྱི་ཁམས་ལ་རྗེན་ཤེས་ས་ཡོད་རེད་ང་ཡི་མ་ཡིན་ཁོ་རེད་ཁོ་མ་རེད་ཁོང་རེད་ཟེར་ཡ་ཡི་ཤེས་ཡ་ཡོད་རེད་དེ། ལས་ཀྱི་དེ་ཚ་བའི་ཞུགས་ད་ལ། ད་ནི་ལས་ཀྱི་རྣམ་པར་སྨིན་པ་མྱོང་ཡོང་དུས་ང་མིན་ཁོ་ཡིན་ཁོ་མིན་ང་ཡིན་ཟེར་ས་མེད་པ་རེད་དེ་འདྲ་ཡིན་དུས་ད་ལྟ་གསོན་པའི་གནས་སྐབས་ལ་ཡང་གཅིག་ལུས་ངག་ཡིད་གསུམ་དཀར་པོའི་གྱི་ཆོས་བསྒྲུབ་མི་དགེ་བའི་ལས་ཐམས་ཅད་འདི་སྤང། སེམས་དཔའ་སེམས་འཁོར་བཅས་བྱང་ཆུབ་ཀྱི་སེམས་ག་ཚོད་ཡོད་བསྒོམ་ཐུབ་འདུག་བསྒོམ། ལས་ངན་པ་ཐམས་ཅད་འདི་སྤང་དེ་འདྲ་བྱེད་ཀྱི་ཡིན་ན་ཚེ་འདི་ལ་ཡང་བདེ་སྐྱིད་རེད་འཆི་མེད་ཀྱི་ལམ་ལྕགས་ཡང་དེ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་འདི་ཅི་ཐང་གི་རབ་ཏུ་བྱུང་བའི་དེ་ཁོ་ན་མ་ཡིན་པ། ཆོས་བྱེད་པ་ཡོངས་རྫོགས་ཀྱིས་ད་བསམ་བློ་བཏང་ན་ད་མ་འདྲ་བ་ཞིག་དགོས་ཀྱི་ཡོད་པ་ཡིན་དུས། གཞི་རྩ། བྱང་ཆུབ་སེམས་ཀྱི་ད་མྱ་ངན་དང་བྱང་ཆུབ་སེམས་ཀྱི་སྐྱོ་བ་གི་གཞི་རྩ་དེ་ག་རེ་ནས་ཡོང་དགོས་ཀྱི་ཡོད་རེད་ཟེར་ན་འཚེ་བ་མེད་པ་ནས་ཡོང་དགོས་ཀྱི་ཡོད་རེད་དེ། འཚེ་བ་མེད་པ་ཟེར་ཡ་དེ་འཚེ་བ་ཟེར་ཡ་དེ་གནོད་པའི་སྐད་ཆ་ཞིག་ཡོད་རེད་གནོད་པ་དེ་གཞན་གཅིག་པུ་ལ་གནོད་པའི་སྐད་ཆ་མ་རེད་རང་གིས་རང་ལ་གནོད་པ་དེའང་འཚེ་བའི་ནང་ལ་འགྲོ་གི་ཡོད་རེད་བ། སོ་སོ་ཡང་བསམ་པ་ཕྱིན་ཅི་ལོག་པ་སྐྱོ་བ་ཕྱིན་ཅི་ལོག་པ་མགོ་སྐོར་བཏང་ཡ་རྫུན་བཤད་ཡ་ཁྲོང་ཁྲོ་བྱས་ཡ་ཞེ་སྡང་བྱས་ཡ་དེ་ཚོ་ཀྲང་རེད་དེ། སྐབས་སུ་ལ་ཕར་བལྟས་ན་སེམས་ཅན་གཞན་ལ་གནོད་པ་འདྲ་བོ་བྱེད་ཀྱི་ཡོད་རེད་དེ་ངོ་བོ་ལ་བསམ་བློ་བཏང་ན་རང་གིས་རང་ལ་གནོད་པ་བྱེད་བསྡད་ཀྱི་ཡོད་རེད་བ། རང་ཉིད་ཕྱིན་ཅི་ལོག་པའི་ལམ་ལ་འགྲོ་ཡག་རང་ཉིད་ཚེ་ཕྱི་མ་ལ་ངན་སོང་གི་སྡུག་བསྔལ་བཟོ་ཡག་དེ་རང་གིས་རང་ལ་གནོད་པ་བྱེད་ཀྱི་རེད་མ་གཏོགས་གཞན་ལ་གནོད་པ་བྱེད་ཐུབ་ཀྱི་མི་འདུག་བ། ལྟར་སྣང་ལ་ཨོ་ཕ་རོལ་པོ་དགྲ་བོ་དེ་ཕམ་ཐུག་སོང་ཁྱེད་རང་ཁེ་སོང་ཟེར་ཡ་ཅིག་འཇིག་རྟེན་ན་གྲགས་པ་ཅིག་ཡོང་གི་རེད་དེ་དེ་ཕྱིན་ཅི་ལོག་པའི་གྲགས་པ་རེད། ཡང་དག་པའི་གྲགས་པ་དེ་བྱང་ཆུབ་སེམས་དཔའ་ལྟ་བུ་དགུ་ཡོད་རེད་གཞན་གྱི་དོན་དུ་ཡང་རང་གི་སྲོག་བློས་འདོར་བ་གཞན་གྱི་དོན་དུ་རང་གི་བདེ་སྐྱིད་བློས་འདོར་བ། གཤིན་རྗེའི་གཤེན་ཁོ་བོ་གི་དོན་ལ་མ་དོ་མེད་པར་བདག་ལས་ཀྱང་གཞན་སྐྱེས་པ་ཟད་ཀྱི་ཚིག་འདི་བཀའ་གདམས་པའི་མན་ངག་ནང་ལ་བདག་ལས་ཀྱང་གཞན་སྐྱེས་པའི་བྱང་ཆུབ་ཀྱི་སེམས་མ་ཟད་དེ་གཞན་ལ་ཕན་པ་རང་ལ་ཕན་པ་འཚེ་བ་ཐམས་ཅད་དང་བྲལ་བ་དེ་ལ་བརྟེན་ནས་འབྲས་བུ་ཕུན་སུམ་ཚོགས་པ་ཐོབ་ཐུབ་ཡ་དེ་ནི་ཡོང་གི་ཡོད་རེད། བློ་བོ་ཆེན་པོ་རེད་ཟེར་ཡ་འདྲ་བོ་དཔའ་བོ་ཆེན་པོ་རེད་ཟེར་ཡ་འདྲ་བོ་གཅིག་གིས་མི་གཅིག་གིས་མི་སུ་འཐམ་པ་མེད་པ་སུ་ཐུགས་སོང་ཟེར་ཡ་འདྲ་བོ་ཁོས་དཔའ་བོ་གཡུ་རལ་རྒྱལ་བ་རེད་ཟེར་བཤད་དེ་འདྲ་མ་རེད་དེ་དཔའ་བོ་སྐྱེས་ཟིན་ཁྲོད་ལ་ཡོད་རེད། འདམ་སེང་ཡང་དཔའ་བོ་རེད་ཕྱི་ཡང་དཔའ་བོ་ལ་ལ་ཡོད་རེད་གཟིགས་དང་མདོང་དང་གནས་གཅིག་གི་སྟག་ལ་སོགས་པ་ཡང་དཔའ་བོ་ཡོད་རེད།